གཉིས་པ། དེ་འགོད་པའི་ཡན་ལག་ཏུ་གཞུང་ཇི་ལྟར་བསྟན་པ་ནི། དེ་ལྟར་ཡིན་ལུགས་ཀྱི་དོན་རིགས་པ་ནི། མ་རིག་པས་ཇི་ལྟར་གསུངས་པའི་ཡུལ་དེ་མེད་པར་རྟོགས་པ་ཡིན་ལ། དེ་ནི། ཡུལ་དེ་ཡོད་པ་ལ་གནོད་བྱེད་དང། མེད་པའི་སྒྲུབ་བྱེད་ཀྱི་རིགས་པས་གཏན་ལ་ཕབ་པ་ལས་སྐྱེ་བ་ཡིན་གྱི། ཡུལ་ལ་བདག་གཉིས་ལས། ཡིད། ཚུ་རུ་འདུས་པ་ཙམ་ཞིག་གོམས་པ་ལས་མི་སྐྱེ་སྟེ། བརྒྱད་པ་ལས། ཡུལ་ལ་བདག་མེད་མཐོང་ན་ནི་སྲིད་པའི་ས་བོན་འགགས་པར་འགྱུར། ཞེས། བདག་ཏུ་བཟུང་བའི་ཡུལ་གྱིས་བདག་མེད་པ་རྟོགས་དགོས་པར་གསུངས་པའི་ཕྱིར་རོ། དེས་ན། ཡིད་བདག་གཉིས་ལ་མ་ཞུགས་པ་དང། བདག་མེད་གཉིས་ལ་ཞུགས་པའི་ཁྱད་པར་འཆད་པར་བྱའོ། དེ་ལ་ཡང་ཐོག་མར། གང་ཟག་གི་བདག་དང། བདག་གི་བར་འཛིན་པའི་མ་རིག་པའི་ཡུལ་མེད་པར་གཏན་ལ་དབབ་དགོས་ལ། དེ་ཡང་རབ་བྱེད་བཅོ་བརྒྱད་པའི་དོན་ནོ། དེ་ལྟར་གང་ཟག་ལ་རང་བཞིན་བཀག་པ་ན། འཇིག་རྟེན་ཕ་རོལ་ནས་འདིར་འོང་བ་དང། འདི་ནས་ཕ་རོལ་ཏུ་འགྲོ་བ་པོ་དང། ལས་དགེ་མི་དགེའི་བྱེད་པ་པོ་ཡོད་པས། དེ་མི་འཐད་དོ་སྙམ་པ་འགོག་པ་ལ་འགྲོ་འོང་དང་བྱེད་པ་པོ་བརྟགས་པ་གཉིས་སོ། ཕྱི་མར་ཉེ་བར་ལེན་པ་པོ་དང་བླང་བྱ་ཡང་ལས་དང་བྱེད་པ་པོ་བཞིན་དུ་རང་བཞིན་མེད་པར་བསྟན་པ་ལ་རང་བཞིན་མེད་ན་ཉེ་བར་ལེན་པ་པོར་མི་རུང་སྙམ་པ་འགོག་པ་ལ་སྔ་རོལ་ན་གནས་པ་བརྟགས་པའོ། དེ་ནས་ཉེ་བར་ལེན་པ་པོ་བསྒྲུབ་པ་ལ་སྒྲུབ་བྱེད་དཔེ་དག་གཉིས་ལས་དཔེ་དགག་པ་ནི་བཅུ་པའོ། འཁོར་བ་ཡོད་པས་འཁོར་བ་པོ་དང་སྡུག་བསྔལ་ཡོད་པས་དེ། གང་དང་ལྡན་པའི་བདག་ཡོད་དོ་ཞེས་པའི་རྟགས་འགོག་པ་ལ་བཅུ་གཅིག་པ་དང་བཅུ་གཉིས་པའོ། དེ་ནས་ཆོས་ལ་བདག་ཏུ་འཛིན་པའི་མ་རིག་པའི་ཡུལ་འགོག་པ་ལ། ཕྱི་ནང་གི་ཆོས་རྣམས་ལ་སྐྱེ་བ་འགོག་པ་ནི་དང་པོའོ། ལུང་ལས་སྐྱེ་མཆེད་དང་ཕུང་པོ་དང་ཁམས་ཡོད་པར་གསུངས་པའི་རང་བཞིན་ཡོད་དོ་སྙམ་པ་འགོག་པ་ལ་སྐྱེ་མཆེད་བཏགས་པ་ལ་སོགས་པ་གསུམ་མོ། དེ་ནས་དེ་གསུམ་གྱི་རྟེན་ཅན་གྱི་ཆ་སོགས་དང། འདུས་བྱས་སུ་མཚོན་པའི་མཚན་ཉིད་ཅི་མཆིས་གནས་པ་དང། དེའི་རྒྱུ། ལས་དང་བྱེད་པ་པོ་ཡོད་པས་དེ་གསུམ་ལ་རང་བཞིན་ཡོད་དོ་ཞེས་པ་འགོག་པ་ལ། འདོད་ཆགས་དང། ཆགས་པ་ལྟ་བ་ལ་སོགས་པ་གསུམ་མོ། བརྒྱད་པ་འདི་གང་ཟག་དང་ཆོས་ལ་རང་བཞིན་གོ་བ་གཉིས་ཀ་ལ་སྦྱར་དུ་རུང་ངོ། འདུས་བྱས་བརྟགས་པ་ནི་གང་ཟག་དང་ཆོས་སོ་སོར་མ་ཕྱེ་བར་དངོས་པོ་ཙམ་གྱི་རང་བཞིན་གྱིས་སྟོང་པར་བསྟན་ནོ། དེ་ནས། གང་ཟག་དང་ཆོས་སོ་སོར་ཕྱེ་བ་དང་མ་ཕྱེ་བར་དངོས་པོའི་རང་བཞིན་བཀག་པ་ལ་རང་བཞིན་ཡོད་པའི་སྒྲུབ་བྱེད་དུ་ཆོས་རྣམས་ཀྱི་ཕྲད་པ་བསྟན་པ་དང། སྐྱེས་པའི་རྒྱུ་རྐྱེན་ཉེ་བར་ལེན་པ་དང། གཅིག་ནས་གཅིག་ཏུ་འཁོར་བ་ཡོད་ཅེས་སྨྲ་བ་འགོག་པ་ལ། ཕྲད་པ་དང་རང་བཞིན་དང་གཅིག་མཐར་བཏགས་པ་གསུམ་དང། འཁོར་བ་ལ་རང་བཞིན་ཡོད་པའི་སྒྲུབ་བྱེད་ལས་འབྲེལ་གྱི་འབྲེལ་བའི་རྟེན་ཡིན་པར་འགོག་པ་ལ་ལས་འབྲེལ་བཏགས་པའོ། ཡང། དངོས་པོ་ལ་རང་བཞིན་ཡོད་པའི་སྒྲུབ་བྱེད་དུ་དུས་གསུམ་གདགས་པའི་རྒྱུ་ཡིན་པའི་ཕྱིར་ཞེས་འགོག་པ་ལ་དུས་བཏགས་པ་དང། དུས་ལ་རང་བཞིན་ཡོད་པར་སྒྲུབ་པ་ལ་འབྲས་བུས་ལྷན་སྐྱེས་བྱེད་པའི་རྐྱེན་དང། འབྱུང་འཇིག་གི་རྒྱུ་ཡིན་པར་འགོག་པ་ལ་ཚོགས་པ་དང་འབྱུང་འཇིག་བཏགས་པ་གཉིས་སོ། མཇུག་མཇུག་ལྟ་བར་སྲིད་རྒྱུན་རང་བཞིན་གྱིས་སྟོང་པ་བསྟན་པ་ལ། སྲིད་རྒྱུན་གྱི་འབྲས་བུ་དེ་བཞིན་གཤེགས་པ་དང། རྒྱུ་ཉོན་མོངས་ཡོད་པས་མི་འཐད་དོ་ཞེས་འགོག་པ་ལ་དེ་བཞིན་གཤེགས་པ་དང། ཕྱིན་ཅི་ལོག་ལྟ་བ་གཉིས་སོ། དེ་ལྟར་ཆོས་རྣམས་རང་བཞིན་གྱིས་སྟོང་ན་བདེན་བཞི་སུ་མི་འཐད་དོ་ཞེས་བཙལ་བའི་ལན་དུ། རང་བཞིན་གྱིས་སྟོང་པ་ལ་དེ་དག་ཐམས་ཅད་འཐད་ཀྱི། མི་སྟོང་པ་ལ་མི་འཐད་དོ་ཞེས་བདེན་པ་བཏགས་པ་སོང་སྟེ། འདི་རང་བཞིན་བསྒོམ་པའི་རབ་བྱེད་རེ་རེའི་མཐར་སྦྱར་རྒྱུ་ཡིན་ནོ། རང་བཞིན་གྱིས་སྟོང་པ་ལ་ཁྱད་པར་དུ་མྱང་འདས་མི་འཐད་པར་རྩོད་པའི་ལན་དུ་མྱང་འདས་བཏགས་པ་བསྟན་ནོ། དེ་ནས་རྟེན་འབྱུང་དང་དབུ་མའི་ལམ་དོན་གཅིག་པར་གསུངས་པའི་རྟེན་འབྱུང་ངམ། རྟེན་འབྱུང་མཐོང་ན་གདིང་བཞིས་དེ་ཉིད་མཐོང་བར་གསུངས་པས་རྟེན་འབྱུང་བསྟན་པར་བཞེད་ནས་རྟེན་འབྲེལ་བཏགས་པ་གསུངས་སོ། རབ་བྱེད་སྔ་མ་རྣམས་ཀྱིས་བཤད་པས་དེ་ཁོ་ན་ཉིད་ལ་རྨོངས་ན་འཁོར་བར་ལུགས་སུ་འཇུག་ལ་མ་རྨོངས་ན་ལུགས་ལས་ལྡོག་གོ། ཞེས་པ་ཡང་འདི་ཡི་དོན་ལ་ཡོད་པས་གཉིས་ཀར་རུང་ངོ། རྟེན་འབྱུང་གིས་དེ་ཁོ་ན་ཉིད་མཐོང་ན་སྔོན་གྱི་མཐའ་ལ་སོགས་པའི་ལྟ་བ་ངན་པ་རྣམས་ལ་བརྟེན་པར་མི་བྱེད་པར་གསུངས་པའི་དོན་བསྒྲུབ་པའི་ཕྱིར་དུ་ལྟ་བ་དག་པ་གསུངས་སོ། དེ་ལྟ་ན། རང་རྒྱུད་ཀྱི་ལྷན་སྐྱེས་ཀྱི་བདག་འཛིན་གྱིས་ཇི་ལྟར་བཟུང་ལེ་བར་བལྟས་ལ། གཞུང་རྣམས་དེ་འགོག་པའི་ཐབས་སུ་ཤེས་པར་བྱས་ནས། ཉན་པ་དང་འཆད་པ་དང་ལྟ་བ་དང་སེམས་པ་དང་བསྒོམ་པ་ལ་སོགས་པ་ཐམས་ཅད་ཀྱིས། བདག་ཏུ་འཛིན་པ་སུན་དབྱུང་བ་ལ་མཁས་པར་བྱ་ཡི། ཤ་འབྱེད་པ་ཙམ་གྱིས་མཁས་པ་ལ་དགའ་བར་མི་བྱའོ། གཉིས་པ། རབ་བྱེད་ཀྱི་གཞུང་སོ་སོའི་དོན་བཤད་པ་ལ་གསུམ། རྟེན་འབྱུང་རང་བཞིན་གྱི་སྟོང་པ་བསྟན་པ། དེ་རྟོགས་མ་རྟོགས་ལས་འཁོར་བའི་མཇུག་ལྡོག་བྱེད་ལུགས། རྟེན་འབྱུང་རྟོགས་ན་ལྟ་བ་ངན་པ་ལྡོག་ཚུལ་ལོ། དང་པོ། རྟེན་འབྱུང་རང་བཞིན་གྱི་སྟོང་པ་བསྟན་པ་ལ་གཉིས། དངོས་ཀྱི་དོན་དང་དེ་ལ་རྩོད་པ་སྤངས་པའོ། དང་པོ་དངོས་ཀྱི་དོན་ལ་གཉིས། བདག་མེད་གཉིས་མདོར་བསྟན་པ་དང་རྒྱས་པར་བཤད་པའོ། དང་པོ། བདག་མེད་གཉིས་མདོར་བསྟན་པ་ལ་གཉིས། རྒྱུ་འབྲས་ཀྱི་བྱ་བྱེད་ལ་བརྟགས་ནས་ཆོས་ལ་རང་བཞིན་འགག་པ། འགྲོ་འོང་གི་བྱ་བྱེད་ལ་བརྟགས་ནས་གང་ཟག་ལ་རང་བཞིན་འགག་པའོ། དང་པོ། རྒྱུ་འབྲས་ཀྱི་བྱ་བྱེད་ལ་བརྟགས་ནས་ཆོས་ལ་རང་བཞིན་འགག་པ་ལ་གསུམ། རབ་བྱེད་ཀྱི་གཞུང་བཤད་པ། ངེས་དོན་གྱི་ལུང་དང་སྦྱར་བ། མདོ་རུ་བསྡུས་ཏེ་རབ་བྱེད་ཀྱི་མཚན་བསྟན་པའོ། དང་པོ། རབ་བྱེད་ཀྱི་གཞུང་ཞེས་པ་ནི། ད་ནི། སྔར་བཤད་པའི་འགག་པ་མེད་པ་ལ་སོགས་པ་སྟོན་པ་ལ། སྐྱེ་བ་བཀག་པའི་འགག་པ་ལ་སོགས་པ་འགག་སླ་བར་དགོངས་ནས་ཐོག་མར་སྐྱེ་བ་འགག་པ་མཛད་དོ། དེ་ལ་གཉིས། འབྲས་བུ་ལ་སྐྱེ་བའི་རང་བཞིན་འགག་པ། སྐྱེ་མཆེད་ལ་རྐྱེན་གྱི་རང་བཞིན་འགགས་པའོ། དང་པོ། འབྲས་བུ་ལ་སྐྱེ་བའི་རང་བཞིན་འགགས་པ་ལ་གཉིས། མཐའ་བཞི་ཡི་སྐྱེ་བ་འགགས་པ། གཞན་སྐྱེ་འགགས་པ་ལ་ལུང་གལ་སྤངས་པའོ། དང་པོ། མཐའ་བཞི་ཡི་སྐྱེ་བ་འགགས་པ་ལ་གཉིས། སྐྱེ་བ་འགོག་པའི་དམ་བཅའ་དང་སྐྱེ་བ་འགོག་པའི་རིགས་པའོ། དང་པོ། སྐྱེ་བ་འགོག་པའི་དམ་བཅའ་ལ་གཉིས། དངོས་ཀྱི་དོན་དང་འཁྲུལ་བའི་དོན་ནོ། དང་པོ་དངོས་ཀྱི་དོན་ནི་རྩ་བ་ལས། བདག་ལས་མ་ཡིན་གཞན་ལས་མིན། གཉིས་ལས་མ་ཡིན་རྒྱུ་མེད་མིན། དངོས་པོ་གང་དག་གང་ན་ཡང། སྐྱེ་བ་ནམ་ཡང་ཡོད་མ་ཡིན། དེ་ལ་སུ་དག་ཅེས་པའི་སྒྲ་ཡི་རྣམ་གྲངས། གང་དག་ཅེས་པ་བསྟན་པའི་སྒྲ་ཡིས་བསྟན་པས། ཕྱི་ནང་གི་དངོས་པོ་ནི་འགའ་ཞིག་ན་ཡང། ཞེས་པའི་སྒྲ་ཡི་རྣམ་གྲངས་གང་ན་ཡང། ཞེས་པ་བསྟན་གྱི་སྒྲ་ཡིས་བསྟན་པས། ཡུལ་དང། དུས་དང། གྲུབ་པའི་མཐའ་གང་དུ་ཡང། བདག་ལས་སྐྱེ་བ་ནམ་ཡང་ཡོད་པ་མ་ཡིན་ནོ། དེ་བཞིན་དུ། དམ་བཅའ་གཞན་གསུམ་ལ་ཡང་སྦྱར་རོ། ཡུལ་གྱི་དབང་གིས་ཡུལ་འགའ་ཞིག་ཏུ། གུར་ཀུམ་མི་སྐྱེ་བ་དང། དུས་ཀྱི་དབང་གིས་དུས་འགའ་ཞིག་གི་ཚེ། ལོ་ཏོག་མི་སྐྱེ་བ་ལྟ་བུ་ཡིན་ནམ་སྙམ་པ། ཡུལ་དུས་གང་ན་ཡང། ཞེས་པས་འགོག་པས། ནམ་ཡང་ཞེས་སྨོས་པ། དོན་མེད་པ་མིན་ནོ། དབུ་མ་པའི་གྲུབ་མཐའི་དབང་གིས་མི་སྐྱེ་ཡང། དངོས་པོར་སྨྲ་བའི་གྲུབ་མཐའི་དབང་གིས་སྐྱེའོ་སྙམ་པ། གྲུབ་མཐའ་གང་ན་ཡང་ཞེས་པའི་འགོག་པས། དངོས་པོར་སྨྲ་བའི་ལུགས་ལ་མི་སྐྱེ་ཞེས་སྟོན་པ་མིན་ནོ། འདིར། དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་པར་བརྟག། ཞེས་སྟོན་ནས། བདག་ལས་མ་ཡིན་ཞེས་པའི་རྐང་པ་གཉིས་འོག་ཏུ་འདྲེན་པའི་འགྱུར་ལེགས་ཞེས་སྨྲ་བ་ནི་མི་རིགས་ཏེ། བདག་ལས་མ་ཡིན་ཞེས་པ། ཅི་ཞིག་མ་ཡིན་ཞེས་དྲིས་པའི་ལན་དུ་སྐྱེ་བ་ནམ་ཡང་ཡོད་པ་མིན་ཞེས་སྦྱོར་ཞིང། གཞན་གསུམ་ལ་ཡང་དེ་ལྟར་སྦྱར་བར་ཤེས་རབ་སྒྲོན་མ་ལས་བཤད་པའི་ཕྱིར། འཇལ་དཔེ་ལ་ཡང་དགག་སྒྲ་སྔ་ཕྱི་རྣམས་ཡོད་པར་གསལ་ལོ། མཇུག་འབྲས་ལས། མཐའ་ཡི་ཡོད་མ་ཡིན། ཞེས་པ་ཡོད་པའི་སྒྲུབ་བྱེད་རང་ལས་སྐྱེ་བ་དང་འབྲེལ་གྱི་ཡོད་པ་དང་ནི་མ་ཡིན་ཏེ། དེ་དགག་པ་དོན་གྱིས་འགྲུབ་པའི་ཕྱིར་རོ་ཞེས་བཤད་པ་ནི། རྐང་པ་ཕྱི་མ་གཉིས་ཀྱི་དམ་བཅའ་དང་སྔ་མ་གཉིས་ཀྱི་རྟགས་བསྟན་པར་འཆད་པ་ལྟར་མི་བྱ། ཞེས་པའི་དོན་ཏེ་གཞན་གསུམ་ལ་ཡང་འདྲའོ། རང་བཞིན་གྱི་སྐྱེ་བ་ཡོད་ན་དེ་ཡི་སྒྲུབ་བྱེད་དུ་མཐའ་བཞི་གི་སྐྱེ་བ་གང་རུང་ཁས་བླང་དགོས་པས་ཡོད་པའི་སྒྲུབ་བྱེད་ཅེས་སྨོས་སོ། མཐའ་བཞི་གི་སྐྱེ་བ་ཁེགས་ན་རང་བཞིན་གྱི་སྐྱེ་བ་འགག་པ་ཡང་ཤུགས་ཀྱིས་འགྲུབ་པས། དེ་ལྟར་སྦྱར་བ་ལ་རང་བཞིན་གྱི་སྐྱེ་མེད་མི་འགྲུབ་པའི་སྐྱོན་མེད་པ་ནི་ཚིག་ཐ་མའི་དོན་ནོ། དེས་ན་དབུ་མ་སྣང་བར་བཤད་པ་ལྟར་མཐའ་བཞི་གི་སྐྱེ་བ་བཀག་པ་རྟགས་སུ་བྱས་ནས། རང་བཞིན་གྱི་སྐྱེ་མེད་བསྒྲུབ་པ་མི་རུང་ཞེས་པ་མིན་ཅིང། སྔ་ལྟར་སོ་སོར་གཅོད་པ་གཞུང་དེའི་དོན་མིན་ཞེས་པའོ། ཚིག་ངེས་བཟུང་གི་སྙིང་པོ་ཅན་ཡིན་པས། ངེས་བཟུང་ཡོད་ཅིང་དེ་ཡང་བདག་ལས་སྐྱེ་བ་མ་ཡིན་པ་ཁོ་ན་ཞེས་ངེས་བཟུང་མཐར་སྦྱར་དགོས་ལ། དེའི་ཚེ། བདག་ལས་མ་སྐྱེ་བ་ཙམ་མོ་ཞེས་པར་འགྱུར་བས། བདག་ལས་ནི་སྐྱེ་ཞེས་མི་འདོད་པར་མི་འགྱུར་རམ་ཞེ་ན། སྐྱོན་མེད་དེ། དེའི་ཁོ་ནའི་སྒྲས་ཡི་དྭགས་ལས་སྐྱེ་བ། རྣམ་པར་བཅད་ཙམ་གྱིས་མེད་དགག། བརྗོད་པར་འདོད་པའི་ཕྱིར་དང། གཞན་སྐྱེ་ཡང་གཞན་ལས་མིན་ཞེས་འགོག་པའི་ཕྱིར་རོ། འདི་ནི། དམ་བཅའ་གཞན་གསུམ་ལ་ཡང་འདྲ་སྟེ། དམ་བཅའ་བཞི་ཀ་མེད་དགག་ཡིན་པས། དགག་ཚིག་གི་ངེས་བཟུང་གིས་དགག་བྱ་གཅོད་པ་ཙམ་མིན་པ། ཆུའི་གཞན་མི་འཕེན་པའི་དོན་ནོ། སྐྱེ་བ་ལ། རྒྱུ་ཡོད་མེད་གཉིས་སུ་ཁ་ཚོན་གཅོད་ཅིང། རྒྱུ་ཡོད་ལ། འབྲས་བུ་དང་རྒྱུ་གཉིས་རང་བཞིན་གཅིག་ཐ་དད་རེ་རེ་བ་གཉིས་དང་གཉིས་ཀ་ཚོགས་པ་གསུམ་དུ་ཁ་ཚོན་གཅོད་པས། རང་བཞིན་གྱི་སྐྱེ་བ་འགོག་པའི་དམ་བཅའ་ཡང་བཞི་ཡི་མཆོག་གོ། གཉིས་པ་འཁྲུལ་པའི་དོན་ལ་གཉིས། འགག་པ་གཉིས་ཀྱི་མཚན་ཉིད་བསྟན་པ། དེ་གཉིས་གང་བཏགས་ཀྱི་བསྒྲུབ་བྱ་ཡིན་བསམ་པའོ། དང་པོ། དགག་པ་ཉིད་ཀྱི་མཚན་ཉིད་བསྟན་པ་ནི། ལས་ལྡན་གྱིས། བདག་ལས་མ་ཡིན། ཞེས་སོགས་བཞི་ཀ་མེད་དགག་ཏུ་བཤད་ལ། ཟླ་བས་ཀྱང། བདག་ལས་མ་ཡིན་ཞེས་པ་མེད་དགག་ཏུ་སོང་སྟེ། དང་ཆ་གཞན་གསུམ་ལ་ཡང་འདྲའོ། སྤྱིར། དགག་པ་ནི། བློ་ཡི་དགག་བྱ་དངོས་སུ་དཔྱད་ནས་རྟོགས་པར་བྱ་བ་ཡིན་པས། རང་མ་ཡིན་ཅེས་པ་ལྟ་བུ་དངོས་པོ་ལ་དགག་བྱ་བཅད་པ་ཙམ་དགག་པ་མིན་ལ། ཆོས་ཉིད་དང། དོན་དམ་བདེན་པ་ལྟ་བུ་འདྲེ་ཡི་དགག་བྱ་དངོས་སུ་མ་བཅད་ཅིང་དེའི་དོན་བློ་ལ་འཆར་བ་ན་སྤྲོས་པ་བཅད་པའི་རྣམ་པ་ཅན་དུ་འཆར་བ་རྣམས་དགག་པ་ཡིན་ནོ། དེ་ལ་གཉིས་ལས། མེད་དགག་ནི་བློས་དགག་བྱ་དངོས་སུ་སྤྱད་ནས་ཆོས་གཞན་མི་འཕེན་པའོ། མི་འགྲུབ་པ་ཡིན་ཏེ། དཔེར་ན་བྲམ་ཟེས་ཆང་འཐུང་དུ་རུང་མི་རུང་དྲིས་པ་ན། ཆང་མི་གཏོང་ངོ་ཞེས་པ་ནི། ཆང་འཐུང་བ་རྣམ་པར་བཅད་པ་ཙམ་ཞིག་ཡིན་གྱི། དེ་ལས་གཞན་པའི་གཏོང་བ་གཏོང་ངོ་ཞེའམ། མི་གཏོང་ངོ་ཞེས་མི་འགྲུབ་པ་བཞིན་ཏེ། རྟོག་གེ་འབའ་བ་ལས། མེད་པར་དགག་པ་ནི་དངོས་པོའི་ངོ་བོ་ཉིད་ཙམ་ཞིག་འགོག་པར་ཟད་ཅིང། དེ་དང་འདྲ་བ་དེ་མ་ཡིན་པར་གཞན་གྱི་དངོས་པོ་སྒྲུབ་པར་མི་བྱེད་དེ། དཔེར་ན། བྲམ་ཟེས་ཆང་བཏུང་བར་མི་བྱའོ་ཞེས་པ་དེ་ཙམ་ཞིག་འགོག་པར་ཟད་ཀྱི། དེ་ལས་གཞན་པའི་བཏུང་བ་བཏུང་ངོ་ཞེའམ་མི་བཏུང་ངོ་ཞེས་མི་བརྗོད་པ་ལྟ་བུའོ། ཞེས་གསུངས་པ་ལྟར་རོ། མ་ཡིན་དགག་ནི་བློས་དགག་བྱ་སྤྱད་ནས་ཆུའི་གཞན་ཕན་པའང་སྒྲུབ་པ་ཡིན་ཏེ། དཔེར་ན་སྤྱིལ་བུ་གཅིག་དམངས་རིགས་སུ་སྟོན་པར་འདོད་པ་ན། འདི་བྲམ་ཟེ་མ་ཡིན་ཞེས་པ་ནི། བྲམ་ཟེའི་བཀའ་བ་ཙམ་མིན་གྱི། བྲམ་ཟེ་ལས་གཞན་པ། དེ་ལས་ཐོས་པ་ལ་སོགས་པའི་སྨན་པའི་དམངས་རིགས་ཡིན་པར་སྒྲུབ་པ་ལྟ་བུ་སྟེ་རྡོ་ཁའི་འབར་བ་ལས། མ་ཡིན་པར་དགག་པ་ནི་དངོས་པོའི་ངོ་བོ་ཉིད་དགག་པས་དེ་དང་འདྲ་བ་དེ་ལས་གཞན་པའི་དངོས་པོའི་ངོ་བོ་ཉིད་སྒྲུབ་པར་བྱེད་པ་སྟེ་དཔེར་ན། འདི་བྲམ་ཟེ་མ་ཡིན་ནོ་ཞེས་དགག་པས། བྲམ་ཟེ་འདྲ་བ་དེ་ལས་གཞན་པ་བྲམ་ཟེ་མ་ཡིན་པ་དཀའ་ཐུབ་དང་ཐོད་པ་ལ་སོགས་པའི་དམན་པའི་དམངས་རིགས་ཡིན་པར་སྒྲུབ་པ་ལྟ་བུའོ། ཞེས་གསུངས་པ་ལྟར་རོ། ཆུ་ཤེལ་འཕེལ་བ་ལ་ཡང་དངོས་དང། ཤུགས་དང། སྐབས་ཀྱིས་འཕངས་པ་གསུམ་སྟེ། དང་པོ་ནི། བདག་མེད་པ་ཡོད་ཅེས་པ་ལྟ་བུ་སྟེ། དགག་བྱ་གཅོད་པ་དང་ཆུ་ཤེལ་འཕེན་པ་གཉིས་ཀ་ཚིག་གཅིག་གིས་འགྲུབ་པའོ། གཉིས་པ་ནི། མཆོད་སྦྱིན་ཚོན་པོ་ཉིན་པར་མི་ཟ་བ་ཞེས་པ་ལྟ་བུ་སྟེ་དོན་གྱིས་བསྟན་པའོ། དེའི་གཉིས་ནི་དངོས་ཤུགས་ལ་འཕངས་པ་རེ་རེ་བ་ཡིན་ལ། གཉིས་ཀ་དང་ལྡན་པ་ནི་ཆོས་རྗེ་ཚེམ་བུ་ཉིན་པར་མི་ཟ་བར་རིགས་པ་མིན་པ་ཡོད་ཅེས་པ་ལྟ་བུའོ། གསུམ་པ་ནི་སྐྱེས་བུ་གཅིག་རྒྱལ་རིགས་དང་བྲམ་ཟེ་གང་རུང་གཅིག་ཏུ་ངེས་ཤིང། ཁྱད་པར་མ་ངེས་པའི་སྐབས་སུ་འདིར་བྲམ་ཟེ་མ་ཡིན་ཞེས་པ་ལྟ་བུ་སྟེ། རང་གི་ཚིག་གིས་མི་སྟོན་པའོ། ཆུ་གཞན་ཕན་ཚུན་དེ་གསུམ་དུ་ངེས་པས། དེ་དག་ནི་མ་ཡིན་དགག་ཡིན་ལ། དེ་གསུམ་གང་ཡང་མི་ཕན་མོད། དེ་ལས་གཞན་མེད་དགག་ཡིན་ཏེ་སྤྱན་རས་གཟིགས་བརྟུལ་ཞུགས་ཀྱིས་དྲངས་པ་ལས། དགག་པ་དོན་གྱི་སྟོན་པ་དང་ཚིག་གཅིག་སྒྲུབ་པར་བྱེད་པ་དང། དེ་དོན་རང་ཚིག་མི་སྟོན་པ། མ་ཡིན་གཞན་པ་གཞན་ཡིན་ནོ། ཞེས་སོ། དེས་ན། སྒྲ་ཡི་བསྟན་བྱ་དང་བློ་ཡི་ཡུལ་དུ་ཆུ་གཞན་ཤུ་ལ་འཕངས་ན་ཡང་མེད་དགག་མིན་ནོ། ཁ་ཅིག་གཞི་གྲུབ་པ་དང་ཚོགས་ན་མེད་དགག་མིན་པར་སྨྲ་བ་མི་འཐད་དེ། བྲམ་ཟེའི་སྒྲུབ་པ་ཡིན་པས་བྲམ་ཟེ་ཡི་ཆང་མི་འཐུང་བ་དགག་བྱ་བཅད་ཙམ་ཡིན་པ་མི་གོ་བའི་ཕྱིར་ཏེ། དཔེར་ན། སྒྲ་དངོས་འཇུག་ཡིན་པས་སྒྲ་མི་རྟག་པ་ཀུན་འཇུག་ཡིན་པ་མི་འགོག་པ་བཞིན་ནོ། གཞན་དག། གཞི་དང་ཚོགས་ན། ཆུ་གཞན་འཕངས་སོ་ཞེས་པ་ཡང་མི་འཐད་དེ། བྲམ་ཟེ་ལྟ་བུ་ནི་ཆུ་གཞན། འཕེན་མི་འཕེན། བརྩི་བའི་གཞི་ཡིན་གྱི། འཕངས་པའི་ཆུ་གཞན་མིན་པའི་ཕྱིར་རོ།